ཅིག་སྡིག་མེད་རེད་ཨ་ནི་མེ་བསད་ངེས་རེད་ཨ་ནི་མི་ཚང་མ་ཏག་ཏག་སླེབས་འདུག་ཨ་ནི་ཚོགས་ཁང་གཅིག་འདི་ལྟ་བུའི་ཐོག་ལ། ཚོགས་པ་འཚོགས་པའི་སྐབས་དྲུག་པའི་གི་དབུས་རྒྱུན་ཆ་འཕྲིན་རྣམ་པ་གཙོས་པའི་གི་ཨ་ནི་ས་གནས་ཀྱི་ལས་ཐོག་འཐུས་མི་དང་འབྲེལ་མཐུད་པ། ཨ་ཚོགས་མི་བཅས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན། ཨ་ནི་ད་རེས་ཡང་རྒྱུ་ཁེ་ས་གོང་དག་ཡིག་སྐྱོན་གནས་ཚུལ་ཞིག་ལ། ལ་དྭགས་གླས་ཀྱི་ཨ་ནེ Gold Market ནང་ཡོད་པའི་ང་རང་ཚོའི་ཚོགས་མི། གི་ཁྱབ་ཁོངས་ཀྱི་ཨ་ནེ་ཚོང་ཁང། ཁག་ཅིག་ལ་ཨ་ནེ་མེ་སྐྱོན་བྱུང་བའི་གི་གནས་ཚུལ་འདུག་ཟུར་ཆུང་ཤག་ཨ་ནེ་ཁེ་སར་མེ་སེར་རུ་ཁག་ཐེ་མ་ཐག་ཏུ་འདུག་སྐད་གཏང་བྱས་ནས་ཨ་ནེ་ད་ཅིག་ཚོང་ཁང་གཞན་པ་དེ་ཚོ་ལ་ཅིག་སྲུང་སྐྱོབ་བྱེད་ཐུབ་པ་ཅིག་དང། དེའི་ནང་ལོགས་ནས་ཚོང་ཁང་གཅིག་གི་ཨ་ནེ་ལྕགས་ལ་ཆ་ཚང་ཅིག་ཨ་ནེ་མེ་སྐྱོན་བྱུང་བྱས་ནས་རྩ་མེད་ཕྱིན་པ་དང། ཨ་ད་ག་ནས་ཤིག་འདི་ཉལ་འགྲམ་ལ་རྡོ་བུ་ཁ་ཅིག་ལ་ནི། མས་ཀྱིས་ནི་འདུག་ཟེར་བྱས་ནས། བྱུང་བའི་གནས་ཚུལ་འདུག་ཟེར་བྱས་ཐོན་བཞག་སོང་ཙང་ནི་ང་ཚོ་སྐབས་དྲུག་པའི་གི་གཡོ་རྒྱུན་གྱི་ངོས་ནས་ནི་ས་གནས་ཀྱི་ལས་ཐོག་འཐུས་མི་ལ་ནི། ད་ནས་དང་གྱོང་གུད་ག་འདྲས་ཤིག་བྱུང་ཡོད་མེད་དང་ཆ་ཚང་ཅིག་ནི་འདུག་བཀའ་འདྲི་ཞུས་ཡོད། ནི། ལ་དྭགས་ས་གནས་ཀྱི་ནི་འཐུས་མི་གྱི་ངོས་ནས་ནི་འདུག་ཟེར་བྱས་འབྲེལ་བ་གནང་སོང། ཨ་ད་ལྟའི་ཆ་ལ་ཞིབ་འཇུག་དང་ཨ་ནི། ཁོ་རང་ཚོ་དབྱར་དགུན་མེད་པའི་གི་ཚོང་ཁང་ཞིག་འདུག་ཆགས་ཀྱི་ཡོད་རེད། སོང་ཙང་ཨ་ནི། ད། ཆ་ཚང་ཅིག་གི་དེ་འདྲ་བཅའ་ལག་དངོས་ཟོག་ག་ཚེ་ག་འདྲའི་ག་འདྲའི་ཡིན་མེད། ཨ་ནི། ག་ཚོད་ཅིག་ལ། སྐྱོན་ག་ཚོད་ཅིག་ཤོར་ཡོད་མེད་ཆ་ཚང་ཅིག་ཨ་ནི་འདུག་ཞིབ་འཇུག་བྱས་དང་བྱེད་བཞིན་པ་ཡིན། སོང་ཙང།